དེ་ཙམ་མ་ཟད་པའི་ཉི་མའི་སྐུ་ལ་གཉིས་བརྙས་ཡིན་ན་བད་ཀན་སྐྱེས་པའི་དབང་གིས་གཏི་མུག་འཕེལ་ཕྱིར་གཅིག་གི་སྐུ་རིག་མེད་སད་པ་ལ་སོགས་པ་མགོ་ན་བ་ལ་སོགས་པ་འོ་བརྒྱལ་བ་སྐྱུགས་པ་ལ་སོགས་པ་ད་ག་ན་ཞིང་གི་ཆམ་པ་དེ་ཚོ་རྒྱབ་ཀྱི་འགྲོ་དགོས་ར་དེར་ཉི་མའི་སྐུ་ལ་གཉིས་ན་འོ་དེ་འདྲའི་ཆམ་པ་རིགས་དེ་ཚོ་བྱུང་ནས་རིམས་ཆམ་རིགས་དེ་ཚོ་རྒྱབ་ཕྱིར་ཡ་མ་ལུག་ཡལ་ལ་སོགས་པ།

གཉིད་འཕེལ་བ་དེ་མ་སངས་ཡས་ཆེད་དུ་སྐྱུགས་པ་སྐྱུགས་ཡས་ལ་སོགས་པ། སྨྱུང་གནས་བྱེད་ཡས་ལ་སོགས་པ། བུ་མོ་ཡིན་ན་བུ་བཏིང་ཡས་ལ་སོགས་པ་བུ་ཡིན་ན་བུ་མོ་བཏིང་ཡས་ལ་སོགས་པའོ་དེ་འདྲའི་བྱེད་སྒོ་རེད། འོ་དེ་འདྲའི་ད་ནི། དེ་དེ་བྱས་གཉིད་འཕེལ་ན་དེ་འདྲའི་བྱེད་སྒོ་རེད། ད་གལ་ཏེ། ད་ཨ་མདའ་ཡག་གི་ནང་བཞིན་གྱི་སྤྱོད་ལམ་དེ་མི་བྱེད་དུས་རྒྱུན་དུ་མི་གཅིག་གིས་ཨེ་ནི་གཉིད་མ། དུས་ཚོད་ཏག་ཏག་ལ་གཉིད་མ་བྱུང་ན་ག་རེ་བྱེད་སྒོ་རེད་ཟེར་ན། གཉིད་ཡེར་བ་དང་གཡེར་བ་སེ་གཉིས་ད་ག་ད་གཉིད་མ་བསྐུངས་པ་ན་གཟིགས་པ་གཉིད་མ་བསྐུངས་ན་འོ་མ་དང་ཨེ་ནི། དབུ་མ་དང་ཨེ་ཞོ་དང། ཨ་ནི་ཆང་དང་ཤ་ཁུ་དང། འོ་དེ་ཚོའི་རིགས་དེ་ཚོ་བཏུགས་པ་རེད། ལྷག་པར་དུ་ཨེ་ནི་མགོ་བོ་གང་ལ་གོས་ལ་སྣུམ་བསྐུས་ནས་སྤྱི་གཙུག་གི་ཚོགས་བསང་གི་ཨེ་མདོ་རྩིག་པ་དང། རྩིག་པ་དང་པོ་འདུལ་བ་རོ་རྩིག་རྡོག་རྡོག་འདུལ་བ་བྱིན་འབེབས་བརྒྱབ་ལ། འོ་དེ་དང་ཨེ་ནི་ལྔ་པ་དང་དྲུག་པ་དང་དྲུག་པ་སྲོག་རྩ་བདུན་པ་སྙིང་གི་བསང་ལ་སོགས་པ། འོ་སྤྱི་གཙུག་ལ་སོགས་པ། ཨ་རྐང་པའི་མཐིལ་དང་ལག་པའི་མཐིལ་དེ་ཚོ་ལ་སྣུམ་བྱུགས་ནས། ཨ་སྐྱིད་པོ་བྱས་ནས་ཉལ་བསྡད་ན་ཨེ་ནི་གཉིད་ཁུག་གི་རེད། ཁ་ཤས་མི་ཁ་ཤས་ཏི་ཏའི་ཁ་ཚ། དེ་གཅིག་ཏུ་ཨ་ནི་གཉིས་མ་གུག་པ་གཅིག་ཏུ་གཉིས་མ་གུག་མ་གཅིག་འདྲེས་ཏེ་ནི་ཨ་མཆོག་ནག་ལོ་ལ་སྣུམ་ཏའི་ཚུལ་བླུག་ཅིང་རྣ་བ་ལ་སྣུམ་གྱིས་གང་ནས་ཨ་སྣུམ་ཏའི་ཚུལ་བླུག་བྱས་ན་ཨི་སྣུམ་བླུག་ན་བེམ་པོ་འདུག་ཨ་བེམ་པོ་འདུག་ཟིག་ཏུ་ཨ་དཔལ་ཁ་ཤས་ཏི་འདྲེས་བྱུང་ཟིག་ཏུ་ཨ་མཆོག་ནས་སིང་སིང་ཅིག་སྒྲ་གཅིག་ཏུ་ཨ་དེ་ལ་ཨ་མཆོག་ནག་ལ་སྣུམ་གཅིག་བླུག་པའི་དཔལ་ཤང་ད་ཕྱིན་ཟིག་གི་ནི་མི་མང་པོ་འདུག་ཨོ། དེ་འདྲེས་ཡིན་དུས་ཟེར་ན་ཨི་ནི་ཨོ་གང་ད་དུ་རླུང་གི་ཐོག་ནས་གཉིས་མ་གུག་པ་བྱས་རླུང་གི་དཀའ་ངལ་བྱུང་ན་ཨ་ནི་ཨ་མཆོག་ལ་སྣུམ། དེ་ག་ས། ད་ལྟ་གོང་དུ་ཞུས་པའི་ཚོགས་གསང་དང། ཚིག་པ་དང་པོ་དེ་ཡས་ཆད་དེའི་སྒང་ལ་ཨནི་ཨམ་མཆོག་ནང་ལ་སྣུམ་བརྡལ་ཙི་བླུགས་བྱ་ན། ཨ་དེ་གི་པད་མ་སེ་བུ་གཉིས་ཁུག་ཡས་དང་ཨམ་མཆོག་གི་སྒྲ་དེ་ཚོ་དེ། ཨ་མ་སེ་དྲུག་གོ་རེད། ཨོ་ད་དེ་ནས་ངས་པོ་ཅེ་ད། ངས་པོ་ཅེ་ད་ཟེར་ན་ཨནི། ད་བུ་དང་བུ་མོ་ཚོ་ཚོའུ་ཏིན་སྟབས་ཟིག་གོ་རེད་བུ་དང་བུ་མོ། ཨོ་ངས་པོ་སྐྱེས་ནས་མི་དོན་དག་པོ་བྱས་མི་ཐུབ་དཀྲུག་མ་ཤོད་ཤན་མཉེན་པ་དང་ད་ཚན་དེ་ཚོ་སྐད་ཅིག་འཁྲིག་པ་སྤང་ཟེར་ཏེ། ངས་པོ་ཅེས་སྟབས་ཟིག་ཡིན་དེ་ག་ནས་ཟེར་ན་ཕོ་དང་བུ་མོ་གཉིས་ཀྱིས་ད་པ། ག་རེད་ད་ཐུན་བསྡུས་ཟེར་བོ་རེད་ད་དེ་འདྲས་ཀྱི་བྱེད་སྟངས་ཀྱི་བོ་རེད། སྐྱེ་གནས་མི་མཐུན་པ་ཟེར་དུས་ཟེར་ན། ཁྱི་སྤྲང་གི་སྲོག་ཆགས་དེང་སང་ད་ཕྱི་རྒྱལ་ནང་དུ་ལ་པའི་མང་པོ་ཡོད་ར་ཕྱི་རྒྱལ་ཁྱི་དང་དེ་འདྲས་ཀྱི་དང་མི་དང་སེམས་ཅན་དང་མི་དེ་ནི་ལྷག་པར་དུ་སྐྱེ་གནས་མི་མཐུན་པ་ཟེར་དུས་ཟེར་ན་ཁོ་རང་ཁོ་རང་དུ་རིགས་གཅིག་པ་ཡིན་པ་བུ་བུ་བུ་མོ་བུ་མོ་འོ་འདི་འདྲས་དཔེ་མ་སྲིད་པའི་ད། ཁྲི་ཕྲག་འབུམ་ཕྲག་ཡོད་རོ་ཅེས་དང་དེ་ཡིན་དུས་སམ་དེ་ཚོའི་རིགས་དེ་ཚོ་ཨེ་ནི་ཡག་པོ་ཉེས་པོ་དེ་འདྲ་ཚད་ལྡན་གི་མ་རེད་ཡག་པོ་མ་རེད་ཡིན་གསུང་གོ་གཞུང་གི་ནང་ན་རང་གཞུང་དེ་དང་རང་ཚོ་རང་ལུགས་ཀྱི་གོ་བ་རོ་དེང་སང་ཁྲིམས་ཀྱི་ཐོག་ནས་ག་རེ་ཡིན་མོད་ང་ཚོའི་ལུགས་ལ་དེ་འདྲ་རེད་ཟེར་ཀྱང་རང་ཚོ་བོད་ཀྱི་གཞུང་གི་ནང་ནས་དེ་འདྲ་ཤེས་དགོས་རེད་གི། ཨོ་དེ་ཡང་དེང་སང་སྤྱིར་བཏང་གི་དེ་འདྲ་ཤེས་ན་ཡང་ཅི་ཡིན་དེ་ཚོ་ཡག་པོ་ཡོད་ས་མ་དེ་ནས་ད་རང་ཚོ་གི་སོ་སོའི་ལ་ཅིག་ཤེས་དགོས་ར་སོ་སོའི་གི་གཞུང་དེ་འདྲ་ཤེས་ཡ་དེ་ལ་ག་རེ་ཟེར་ན་ཨོ་གཅིག་གི་ག་ཚ་དེ་ཚོ་ཨ། ཀྱེ་རེ་སིག་ཁ་ཚ། ཉེར་པོ་ཅན་མི་མཐུན་རྟགས་པོ་ཅན་དེ་ཚོའི་ནང་ན་མི་མཐུན་པའི་རིགས་དེ་འདུག་གོ། མི་མཐུན་པའི་རྒྱན་གྲོགས་ཅི་རེད། ཨ་ནི་ཅིག་དེ་འདྲ་ཡིན་དུས་ཚོད་ན། ཅིག་གིས་གཙོ་ཆེ་ཡ་དེ་ཨེ་ནི་དེ་སིག་གོ་ར་ཁ་ཚ། མི་མཐུན་པ་ཀྱི་ཨེ་ནི་སྐྱེ་གནས་གཞན་དག་གི་སྲོག་ཆགས་སེམས་ཅན་གཞན་དག་དང་ཁྱི་དང་ཞི་མི་ལ་སོགས་པ་ཨེ་ནི་དེ་འདྲ་དང། ལྷག་པར་དུ་རྟགས་པོ་ཅན་སིག་དུས་ཚོད་ན། ཅིག་གིས་ཕ་གི་ལ་བཟའ་ཚང་ཆང་ས་རྒྱབ་ཚར་རྒྱུ། འོ་དེ་ཚོའི་གི། མི་དེ་ཚོ་ལ། ཨ་ནི་ཅིག་གིས་ཉེར་པོ་ཆེ་ན། ཨ་དེ་ཕྱོགས་གཅིག་ནས་ཡག་པོ་མ་རེད་གཉིས་ནས་སྡིག་པ་ཡོད་རེད་གསུམ་ནས་ཨེ་ནས་ཞིན་ད་ད་གནས་ཚུལ་མང་པོ་ཅིག་གི་ཐ་ནས་ཡག་པོ་མ་རེད། ད་ག་ནང་བཞིན་ཨེ་ནས་མི་སྡུག་སྦྲུམ་མ་ཤུགས་ཆེན་བསྙེན་པ་དང། ཡུལ་ལ་དཔེ་མཐོང་ན་ཡག་པོ་མེད་པ་དཔེར་ན་བུ་ཆུང་ཆུང་དེ་འདྲ། དེང་སང་མང་པོ་འདུག་བུ་ལོ་བཅོ་ལྔ་བཅུ་དྲུག་དེ་འདྲ་གི་ཨ་མ་ལགས་གན་ཡེ་དེ་འདྲ་གི་བུ་འདྲ་ཁྲིད་འགྲོ་མཁན་འདྲ་འདུག་ཨ་ཅིག་གི་རྒྱུ་ཆོག་པོ་འདྲ་གི། འོ་དེ་ཚོའི་རིགས་དེ་ཚོ་ཅིག་གི་ག་ཚར་ཨ་ཅིག་གི། བུ་དེ་གའི་ཟོག་པོ་ལ་གནོད་པོ་ཡོད་རེད་ཕ་ཇོ་ལ་ཕ་ཇོ་དེ་དང་སོ་སོས་ཀྱི་ལུས་ཁམས་དེ་དང་ཕ་གིའི་གི་ཁམས་དེ་མ་འདྲ་བྱེད་འདོད་ཚེ་ན་ཡུལ་གྱི་གི་ད་དཔལ་འབྱོར་ལ་བལྟས་པ་ཡུལ་གྱི་ཆ་ནས་མི་སྡུག་པ་རེད་བ་མི་སྡུག་པ་འདྲ་ཤུགས་ཞན་སྙམ་པ་ད་ཟེར་འདོད་ཚེ་ཕ་ཇོ་དེ་གི་ནི་ཤི་ཤུགས་དེ་དང་སོ་སོའི་གི་ཤི་ཤུགས་དེ་འདྲ་གི་མི་འདོད་ཚེ་ན་ཁོ་ཆ་མ་སྙོམ་འདོད་འདོད་ནི་ཉལ་པོ་དེ་ཡག་པོ་ཚད་ལྡན་ཅིག་བྱ་འོག་མ་རེད་བྱས་ན་གཅིག་གི་ཟ་ཐང་འདྲ་བོ་ཡིན་ནའི་རེད་དགའ་པོ་ཡིན་ནའི་ལོ་འདྲ་བོ་འདྲ་བོ་བྱས་ན་ཁོ་གི་གཅིག་གི་ཟོག་པོའི་གི་ནི། འདི་འདྲ་བོ་བྱས་ཡོད་རེད་དཔེར་ན་ཨ་མྲ་མི་རྒས་ཀྱི་ཕྱག་མཛོད་ནང་ལ་མ་དང་བུ་གཉིས་ཐང་རེ་ཟིན་དང་ཕོ་ཟིག་ཡོད་རེད། ཨ་ནེ་གཅིག་གིས་བདེན་རྫུན་གྱི་དེ་ལ་དེ་བྱུང་ན་ཨ་ནེ་གཅིག་གིས་དཔེར་ན་སྐྱི་སྨན་གད་མོ་འདྲ་ལ་ཁྱོ་ག་ཆུང་ཆུང་འདྲ་བྱུང་ན་ཁྱོ་ག་དེ་གི་ཚད་ལ་དང་གནོད་པོ་དང་དེ་འདྲ་ཚད་དེ་ཡང་ད་གནོད་པ་ཡོད་རེད། ཡང་ད་ག་ནང་བཞིན་གྱི་ཨ་ནེ་གཅིག་གིས་ཁྱོ་ག་གད་མགོ་འདི་འདྲ་ལ་ཨ་ནེ་ཡང་སྐྱི་སྨན་ཆུང་ཆུང་འདྲ་བྱས་ན་ཡང་དེ་ཡིས་ཁྱོ་ག་དེ་གི་ཟོག་པོ་ལ་དཔེ་གནོད་པོ་ཡོད་རེད་བྱས་ཙང་ཀ། སྐྱི་སྨན་དེ་གིས་ཨ་ནེ་གཅིག་གི་ཟིན་དང་དང་གཅིག་གིས་ག་རེ་ཟོ་རེད་ད། ཤུགས་ཆད་ཡོད་དུས་ཙང་དེ་གི་ཟོག་ཕུག་གི་སྟོབས་འཕྲོ་ཡས་དེ་གི་ནུས་པ་དེ་ཆད་ཡོད་དུས་ཙང་ཨོ་དེ་ཚོས་ཨེ་ནས་ཉག་པོ་བྱས་ལ་དཔེ་གལ་ཆེན་པོ་རེད། ཨ་ན་ཤིང་གི་སྦྲུམ་མ། སྤུ་གུ་སྐྱེ་རྒྱུ་ཡོད་རྒྱུ་དང་ཨན་ཏི་ཏྲེ་གི་རིགས་དེ་ཚོ་ལ། དང་ཟོག་པོ་ཞན་པོ་ཤུགས་ཞན་པོ་མཉམ་པ་དང། ད་ཙན་དན་དུ་སྐད་ཆས་ཆིག་པ་བང་ཟིན་དུས་ཙང་ད་ཙན་བསྟན་པའི་སྐབས་ལ། བོད་མི་ལ་ད་ཙན་ཡོང་པའི་སྐབས་ལ་ཨ་ན་ཅིག་དེ་ག་ཚ་ཉག་པོ་དེ་ཁྱོ་ན་ཤི་རྒྱུ་བ་མ་རེད། གལ་ཏེ་དེ་བྱས་ན་དཔེ་མི་སྲིད་གི། ཧ་ཉེས་པ་ཆེན་པོ་ཡོད་རེད། ཨོ་ད་ག་ནང་བཞིན་ཨེ་ནས་ཅིག་གི་ག་ཚོད་རེད། ཨ་ཅིག་གི་གནས་མ་ཡིན་པ་མཆོད་རྟེན་དང། ཨོ་ལྷ་ཁང་དང་ཡུལ་དཔལ་ཅིག་གི་ག་ཚོད་རེད། ཨ་དེ་འདྲའི་གི་རྩ་ཆེན་པོ་གི་རུང་པ་དེ་ཚོད་ལ་དེ་བྱས་ནས་དེ་གི། ད་ཉེས་པོ་དེ་མི་འདོན་པ་རེད། ཨོ་དེ་ནས་གལ་ཏེ། ད་ཆེན་དང་ད་ཐེངས་ཅིག་གི་ཡུལ་མི་སྡུག་པ་ལ་ཨེ་ནི་ཅིག་གི་མཉམ་སྡུག་ལ་དེ་འཁྲིག་པ་བྱུང་ན་ག་ཚད་ཟེར་ན་བར་ཆད་དབང་གི་སོ་སོ་ལ་ཨེ་ནི་དེ་ཡོང་གོ་རེད། ཚེ་ལ་སྐྱོན་ཆེ་བར་ད་ད་ཚེ་རིང་བོ་འགྲུབ་སྐད་ཆ་བཤད་གོ་ར། ཚེ་རིང་བོ་འགྲུབ་ཡ་ལ་སྐྱོན་ཆེ་བར་དེ་དང་དུས་རྒྱུན་དུ་དཔེ་མ་སྲིད་པའི་གི་ད་དེ་ཚོའི་རིགས་དེ་ཚོ་ལས། སྔོན་རེ་གང་བྱུང་ཡན་བྱུང་ཁྱི་དང་གློ་བ་ཐུག་པ་ནང་བཞིན་མ་བྱེད་པ་བྱེད་བརྟག་དཔྱད་ཡག་པོ་བྱེད། དེ་ལས་ཀྱང་སྡུག་པ་ད་དེང་སང་གི་དུས་ཚོད་ལ་བརྙན་པ་དེ་དུས་ཀྱི་ད་ཨོ་ཚོ་རེད་དེ། ཨོ་ད་དེང་སང་ན་ད་ཨེ་ཤི་ངའི་ན་ཚ་དུ་བ་དུག་ཅག་དུག་ཆེན་ཞིག་དུ་བ་ཨོ་འདི་གི་ན་ཚ་དེ་གི་དཔེ་ཤེས་ན་ཚ་པོ་ཞིག་བོར་བ་ཨོ་དེ་འདྲ་ཁྱབ་པའི་གི་གོ་ད་དེང་སང་བོད་པ་མི་མང་པོ་ལ་དུ་བ་ཨོ་དེང་སང་ཡིན་དུ་ད་དེ་ཚོ་དཔེ་མ་སེ་བ་ཟབ་ཟབ་མང་མང་བྱས་ན་ད་དེང་སང་གི་འགྲུལ་བཞུད་དང་ཚོང་འབྲེལ་དང་ཨོ་དེ་འདྲ་གི་བར་དུ་འཛམ་གླིང་ཚང་མ་དཔེ། ད་ཕྱོགས་གཅིག་ནས་ཡག་པོ་དང་ཕྱོགས་གཉིས་ནས་དཔེ་དུག་ཅག་ཞིག་ཆགས་ཡོད་རོ། འོ་དེ་ཚོ་ལ་དཔེ་བྱས་ན་ཚ་བོ་ངས་མ་ཡིན་ན་ཅི་བོད་ལ་སི་མོག་སིན་ཏེ་གོས་སིན་ཏེ། Smoke Sing། ཅིག་ཡོད་རེད་ད་དེ་ཕག་ཚོ་གོས་སི་ཤིང་ཤིང་སིན་ཡ་དེ་འདྲ་གོས་ནས། ད་དེ་གོས་ཡོད་ཀི་ཕོ་མོ་གི་དེ་གོས་ཡོད་དེ། ཀ་ལོན་པུར་ལ་འགྲོ་མཁན་དང་གྲོགས་མོ་དེ་ཚོ་འགྲོ་མཁན་དེ་ཚོ་དེ་དེ་ཚོ་གོས་ནས་མ་ཤེས་ཤི་དུས་རྒྱུན་དུ་བོད་ལ་དེ་འདྲི་གི། ཆགས་པའི་ཐོག་ནས་ཉེན་ཁ་ཡོད་མ་རེད་ད་དེང་སང་ཕལ་ཆེར་མང་ཆེར་ཞེ་ན་ཤུ་རི་དང་ལྷག་པར་དུ་ཨ་མདའ་ཕྱི་ནས་གི་དེ་ག་ས།

དགུན་དུས་རོལ་རྩེད་སྒྲིག་རྩེ་བཀག་པ་མེད་ཟེར་དགུན་ཁའི་དུས་ལ་ཨ་ནེ་གཅིག་གིས་བཟོ་བཀོད་ནམ་གྱི་ཁམས་དང་མེ་ཁམས་དེ་ཚོ་ཡག་པོ་འཕེལ་ནས་དཔྱིད་དུས་ནང་ཞིག་མ་ཡིན་པ་ཆད་སྔོན་པ་ནང་གི་མེ་དྲོད་དེ་འགྱུར། གཅིག་གིས་ཡག་ཟུང་དེ་ཚོ་ཡག་པོ་གསོས་ཚེ་དེ་དང་དགུན་དགུན་ཁའི་དུས་ལ་ཨ་ནེ་གཅིག་གིས། གཅིག་གིས་དེ་ཚོ་ད་དུས་ཚོད་དྲག་ཅིག་ནས། གཅིག་གིས་མང་ཚོ།

སྐྱ་སེར་སྔོ་སྟུག་སེར་ནག། ཧོ། སྐྱི་ཀར་མིག་སོག་པོ་ཚང་མ་སྐྱོ་པོ་ཆགས་རོ། ཧོ། དེ་དུས་ཡིན་དུས་ཚོད་ན། ཨ་ནི་ད་བ་ཕྱེད་ཀ་ཕྱེད། འདབ་བརྒྱད་རྫུབ་ན་ཤི་ཕོ་མོ་གི་ལུས་འབྲེལ་དེ་ཚོ་མང་པོ་བྱེད་རྒྱུ་ཡོད་མ་རེད། དེ་དང་དེ་དེ་དེ་ཕྱེད་ཡིན་ན། ཨ་ནི་ཅིག་སོག་པོ་ལ་དཔེ་མ་སྲིད་པའི་སྣོད་ནི་ཨ་ནི་སུ་ཚུལ་གྱི་ཚད་དེ། ཨ་ནི་མ་རྫོགས་གོང་ལ་ཨ་ནི། ཨ། ཅིག་གི་དེ་ཁ་སོ་རེད། ཚོགས་པ་སྐྱོ་བོ་ཆགས་ནས་ནི། དུས་མ་ཡིན་པ་ལ་ཕྱིར་འགྲོ་གི་རེད། གཞན་དོ་བོད་མེད་ལ་ཞུགས་ཨུ་ད་ཀ་ན་ཤིང་རྟ་བསྐྱོན་ཏེ་འདི་ནས་གསུངས་དང་གཞན་དོ་བོད་མེད་ལ་ཞུགས་དབང་པོ་ཉམས་གོ་གོ་དུས་མིན་འཆི། འཆི་བར་བྱེད་བ་ཡིན། གཞན་དོ་དུས་ཚོད་མི་འཇུག་གང་བྱུང་ཡང་བྱུང་ལ་ཨ་ནི། བུ་བོད་མེད་མཉམ་དུ་བསྡད་ནས་རེད་བོད་མེད་བུ་མཉམ་དུ་བསྡད་ཡོད་ནས། བོད་མེད་མཉམ་དུ་ཞུགས་པ་ཡིན། མགོ་འཁོར་བ་དང་དགུ་ཡུ་འཁོར་ནས་ཨེ་ནི་གཅིག་གིས་དགུ་ཡུ་འཁོར་འགྲོ་གི་རེད། ཨེ་ནི་དགུ་ཡུ་ཁུ་ཡ་དེ་ཁ་ཚེ་ན་ཟོག་པོའི་ནང་གི་བཅུད་དེ་རྐང་དང་ཁུ་བ་དང་ལུས་ཟུངས་དུས་སྐད་དུ་བར་རྫོགས་འགྲོ་གི་ར་དེ་ནི་དགུ་ཡུ་འཁུར་གི་རེད། དུས་མིན་དུ་འཆི་བ་ཡོད་དུ་ཟེར་ན། དུས་དེ་ཡང་འཆི་ན་ཏག་ཏག་རེད་དེ་དུས་མིན་དུ་འཆི་བ་འགྲོ་གི་རེད། ཚེ་ཡང་དེ་ཡིན་འགྲོ་ཟེར་ན་ང་ཚོའི་གི། ཉལ་པོའི་ནང་ནས་པེ། དེང་སང་ཉལ་པོ་དེ་ལ་གཟབ་གཟབ་ཞིབ་ཅིག་བྱེད་ཡ་དེ་གལ་ཆེན་པོ་རེད་ཕོ་མོའི་གི་དེ། དེ་ནང་ནས་གི་ནད་ངན་དེ་ཚོའི་ད་དེང་སང་ཁྱབ་བདེ་པོ་ཡོད་འདུག་ཟེར་ན། ནད་ངན་དེ་ཚོའི་ཐོག་ལ་ཨེ་ནི། བེད་སྤྱོད་བྱེད་ཡ་དང་ཨེ་ནི་ཅིག་གི་དེང་སང་གི་ད་ཚན་རིག་དང་མཐུན་པའི་གི་གསུང་ཤུགས་ལ་སོགས་པ་དེ་ཚོ་གལ་ཆེན་པོ་ཞུ་ཅི་རེད་བྱེད་སྟངས་འདི། ཉལ་པོ་བཅོས་སྟངས་སྐོར་དེ་བོད་མི་སེར་པོ་ཚང་མས་དོ་སྣང་ཡག་པོ་གནང་རོགས་བྱེད་ཞུ་ཡ་གཅིག་རེད། ད་དེ་ནས་མ་རྒྱུད་ལ་སྐུ་བཅུག་ཟེར་དུས་ད་ནི། ད་ང་ཚོ་འདི་ཡོད་ར། སྣུམ་ལ་སོགས་པ་དེ་འདྲའི་བྱུག་ཡས་འདི་ཡོད་ར་སྣུམ་བྱུག་པའི་རིགས་དེ་ཚོ། རྟག་ཏུ་སྐུ་བཅུག་གཅོད་བྱེད་གད་ངན་རླུང་འཇོམས་བྱེད་གོ་གང་རྣ་བ་ལ་བརྟེན་བྱ་ཟེར་ཏེ། ང་ཚོ་དུས་དེའི་རྒྱུན་དུ་ཨེ་ནས་ཅིག་གིས་ཨ་མདའ་སྣུམ་དེ་འདྲའི་བྱུག་པའི་བྱུག་སྣུམ་དེ་འདྲའི་དུ་བ། ཨོ། དེ་འདྲའི་ཆུ་སྐྱེས་དེ་དཔེ་གལ་ཆེན་པོ་རེད། སྣུམ་ཕྱུག་པོ་དེ་འདྲ་བྱུང་ན། སྣུམ་ཕྱུག་པ་བྱུང་ན། ཨ་ན་ཅིག་གིས་མགྱོགས་པོ་རྒན་བཀོལ་མ་བྱས་པ་ལ་སོགས་པ། ཨ་ན་ཅིག་དཀའ་ངལ་མང་པོ་བྱུང་བ་ལ་སོགས་པ། རླུང་གི་ཐོག་ནས་དབེན་གནས་སོག་པོའི་ནང་ལ་སྤེལ་མ་སྲིད་པའི་ནུས་པ་རྩུབ་པའི་རིན་ཆེན་དེ་ཞིབ་ཅིག་འཕེལ་འགྲོ་ན། ཨོ་དེ་ཚོའི་རིགས་དེ་ཚོ་ལ་ཚང་མ་ལ་ཨ་ནི་འདི་གི་ག་ཚོད་རེད། སྤེལ་མ་སྲིད་པའི་འཕེལ་འགྲོ་གི་རེད། ང་ཚོ་དུས་རྒྱུན་དུ་ཡིན་ཕྱིན་གྱི་སྣུམ་དེ་ཚོ་ཡག་པོ་ཕྱུག་གི་རེད། ཨོ་དེང་སང་ཕྱི་རྒྱལ་གྱི་ཕྱུགས་ཡས་འདུ་བ་དེ་ག་ད་ཆུ་དྲི་མ་ཞིམ་པོ་འདུ་བ། ཞང་ཧྲུལ། བཤང་ཚོས་རྒྱ་སྐད་ལ་བཤང་ཚོས་ཟེར་གི། ཨ་བ་དེ་གི་དེ་གི་རིགས་དང་དུ་ཆུ་དང་དུ་ཆུ་ཡིན་ན་དེ་ཚོས་གི་ག་རེ་བྱེད་ཀྱི་རེད་ཟེར་ན། ཨ་རླུང་འཕེལ་འགྲོ་གི་རེད་པས་ཟོག་པོ་རྣམས་ལ་སྐྱོན་ཞུགས་ཡོང་རེད་ཅེས་ཁ་ཤས་དེ་འདྲས་མ་སྤྲོད་པ་བྱས་པས། མི་གཞན་དག་བྱུང་ནའང་རང་ཚོ་ཁྲིད་ལ་སླེབས་དུས་ཟེར་ན་ཨ་ཚོས་སྐྱུག་པ་སྐྱུག་དེ་བྱེད་ཀྱི་འདུག་ཨ་བ་དེ་དེ་ཚོའི་ནང་ལ་པས་ཆུ་དྲི་མ་ཞིམ་པོ་དང་ཚང་མ་སིལ་བོ་ཡོད་རེད་དེ་ཡིན་དུ་ཟེར་ན་པས་མང་པོ་བསྣུན་གི་རེད་དེ་ལས་ཨ་རང་ཚོ་སྣུམ་དེ་འདྲས་བྱུང་ན་ཟོག་པོ་ལ་ཕན། ཨ་ཅིག་གི་དབང་པོ་དེ་ཚོ་ཉམས་པ་དེ་ཚོ་ཡག་སོ། ཨོ་དེ་འདྲའི་གྱི་རླུང་གི་ན་ཚ་དེ་ཚོ་མ་འཇོམས་ཨེ་དེ་འདྲའི་གི་ནད་ནད་ཆེན་དག་དེ་ཚོ་བཀག་འགྲོ་གོ་ཚེ་དང་སྣུམ་ལ་སོགས་པ་ཞག་རྩའི་རིགས་དེ་ཚོ་བྱུགས་ན་ཡག་པོ་ཡོད་རེད་ཨོ་དེ་ནས་ཕྱི་རྒྱལ་ག་འདྲ་དེ་གི་ཨ་འདྲ་ཆུ་དྲི་མ་ཞིམ་པོའི་རིགས་དེ་ཚོ་དེ་ནས་བྱུགས་ན་ཡག་པོ་ཡོད་མ་ལ་མི་དེ་འདྲའི་མང་པོ་བྱུགས་ས་ལ་ཕྱིན་ན་སོ་སོའི་རླུང་འཕེལ་དགོས་ཡོད་ཁོ་གོ་རེད་ཚེ་དང་དེ་ཟབ་ཟབ་བྱུགས་ན་རླུང་འཕེལ་བའི་རྟགས་རེད། འཇོམས་བྱེད་སྒོ་ཁ་རྣ་བ་ལ་བརྟེན་ཆགས་ཚེ་ནི་སྒོ་དང་རྐང་པ་དང་ཀ་ཅིག་གི། ཐིག་ཤིས་ལ་སོགས་པ་དེ་ཚོ་ལ་ཨེ་ནི་སྣུམ་བྱུགས་ན། ཕན་པོ་ཡོད་རེད། ཨོ་དེ་ནས་དེ་ཡི་ག་ས་རེད་འདི་རང་ཚོ་སྣུམ་བྱུགས་སྟངས་དེ་ཅི་ལྟར་སྣུམ་བྱུགས་སྟངས་དང། སྐུ་བརྙན་ལེའུ་དེ་ཞུ་གུ་མ་གི་ལ་ཕྱི་མ་རྒྱུའི་ནང་ལ་ཡོད་རེད་ད་ཡིན་ན་དེ་ལ་ཨེ་ནི་གསར་བཅད་མ་གཏོང་ཚོ་ཚིག་ཅི་ཉིད་དེ་འདྲ་ཞུས། ད་དེ་ན་ན་གལ་ཆེ་ཤོས་དེ་དེ་ཚོ་རྩོལ་བ་བཅད་སྟངས་དེ་རེད། ང་ཚོས་བཟོ་བསྐུལ་གི་དུས་རྒྱུན་དུ། དཀའ་ངལ་བྱས་ནས་ལུས་རྩལ་བྱེད་ཡས་དང་ངལ་རྩོལ་བྱེད་ཡས་རེད་ཡོད་རེད་བ་འོ་ད། དེ་འདྲའི་རྩོལ་བ་དེ་ག་ན། ལུས། རྩོལ་བ་དེ་ཡག་པོ་བྱས་ན། ངལ་རྩོལ་གྱི་ཚེ་ནད་མི་འདུག་ད་ལུས་རྩལ་གྱི་རིགས་དེར་ཚེ་ནད་མི་འདུག་གོམ་པ་སྐྱེམས་ནད་རེད། འོ་ད། ལུས་ཡང་ཚིལ་ཏེ། སྐབས་ཕྱིས་མེ་དྲོད་སྐྱེ། ཡས་དེ་ཚེ་ན། ལུས་སོག་པོའི་གི་སོག་པོ་གྱི་ཁུ་བ་ཆེན་པོ་མེད་པ་བྱས། ལུས་ཡང་མ་ཆགས་འདུག་རེད་སོ་སོའི་སོག་པོ་དེ་ཚོ་དཔེ་ཡང་ཤ་དོད་པོ་བདེ་པོ་ཆགས་ནས་ཕ་ཕག་རྒྱུག་ཚུགས་རྒྱུག་འོ་དེ་འདྲ་བྱས་འདུག་པ་ཆགས་གོ་རེད། འོ་ཚིལ་ལུས་ཀྱི་ཚིལ་དེ་ཚོ་བྲིས་པ། ད་ག་ནང་ཚུན་དུ་སྐྱེ་མཆེད་དེ་ཚོ། གཙང་བ། ཨོ། མེ་དྲོད་སྐྱེད་པ་ལ་སོགས་པ་དེ་འདྲས་བྱེད་ཀྱི་རེད། ཨ་ད་ག་ནང་བཞིན་དུ་ཨེ་ནས་ཅིག་གི། ཨ་ཟོག་པོའི་ནང་ནས་ཅིག་ལས་ཀ་ཨེ་ནས་བྱེད་འདུག་པ། མཁྲེགས་དང་ཟེར་དུས་ཚོད་ནས་ཟོག་པོ་མཁྲེགས་པོ། ཨ་ལ་ལུས་དེ་ཚོ་དཔེ་མི་ཚིག་པའི་མཁྲེགས་པོ་དེ་འདྲས་བྱེད་པ་ད། ཨ་ཅིག་པ། ལས་ཀ་ག་རེ་བྱས་ནས་ནུས་པ། ཁ་ཤས་པས་ལས་ཀ་བྱེད་དུས་དཔེ་སྐྱོ་པོ་འདུག་ཨ་ཨོ་དེ་ཚོ། ལུས་རྩལ་དུས་རྒྱུན་དུ་ལས་རྩལ་མང་བྱས་ནས་རྩ་དང་ཤ་དང་ཆུ་རྒྱུས་དེ་ཚོ་ཁུམ་འགྲོ་དགོས་རེད། ཨོ་དེ་ཚོ་པས་ལས་ཀ་ཡག་པོ་བསྐུལ་ཡོད་ན། ཨ་ཐག་པ་དང་ད་གཅིག་པ་རེད་ཁོ་ལས་ཀ་བསྐུལ་ན་ལས་ཀ་ཡག་པོ་བྱེད་འགྲོ་གི་རེད་མ་བསྐུལ་ན་མ་བྱས་འགྲོ་གི་དང་འོ་དེ་ནང་བཞིན་བྱས་ཏེ་གམ་ཚང་ན་ཅིག་སོབ་ཏོ་ཆགས་འགྲོ་དེ་ནང་བཞིན་བྱས་ཏེ་སོ་སོའི་ཟོག་པོ་དང་ཚོ་ཁྲག་པོ་བྱས་ད་འོ་དེ་ནས་དེ་ཚོ་དེ་དག་ཚང་མ་ཨེ་ནི་བཙོ་བ་བཅས་ནས་ཨེ་ནི་ཟོག་པོ་ལ་བྱ་བ་ཡང་དག་པ་པས་ཏག་ཏག་ཏག་ཏག་ཅིག་ཚད་ལས་ཐེ་བའི་མ་ཡིན་པ་ཉུང་དྲག་མ་བྱུང་དེ་འདྲས་ཀྱི་ཨེ་ནི་བཙོ་བ་དེ་ཚོ་ཟོག་པོ་ཡག་པོ་ཡོང་ཡ་དེ་ཚོ་ཨེ་ནི་བཅས་ཀྱི་བྱ་བ་བྱས་ཐུབ་པ་དེ་ཚོ་ག་རེ་བྱས་འོང་ན་ཟེར་ན་བཙོ་བ་བཙོས་བཅས་ཡང་དག་བྱས་པ་དང། གོམ་པ་ཡག་པོ་རྒྱོབ་པ་དང་འོ་དེ་འདྲ་བྱས་ནས་བྱུང་བ་ཡོད། ཐལ་དྲག་དེ་ལས། མ་རུང་བྱས་ཟེར་དྲག། ཐལ་དྲག་ལོག་པ་དེ་ལས་མ་རུང། ད་གང་ལྟར་དཔེར་ན་གཅིག་གཙོ་བ་ཡིན་ན་དཔེར་ན། གཙོ་བ་དེ་འདྲས་རེད་ད་གཅིག་གི་ད་དཔེར་ན་གོམ་པ་རྒྱག་ཡུལ་ལ་ཆས་སོ། གོམ་པ་རྒྱག་ཡུལ་ནས་དཔེར་ན་གཅིན་པ་སྔ་འགྱུར་གྱི་ན་ཚ་ཡོད་པོ་དང་བད་ཀན་གྱི་ན་ཚ་ཡོད་པ་དང། འོ་དེ་ཚོའི་རིགས་དང་རླུང་གི་ན་ཚ་ཡོད་རྒྱུ་དེ་ཚོ་གོམ་པ་རྒྱབ་ནས་ཕན་འགྲོ་དགོས་རོ། ད་ནང་བཞིན་ཨ་ནི། ཕན་གྱི་འདུག་བསམ་བྱས་པས་ཟོག་པོ་ལ་ལུས་རྩལ་ཤུགས་ཆུང་པོ་འདྲ་བཙུད་པས། གང་དང་བྱུང་དང་བདག་ལས་རྟ་ཡི་དེ་དག་གཡང་མོ་མཐིང་བ་ཚུལ་བཞིན་བྱས། དཔེར་ན་གང་དག་ཤུགས་ཆུང་པོ་དེ་འདྲ་དཔེ་གང་དག་ཏུ། རྒྱུག་ཤ་ཤུགས་ཆུང་པོ་ཐལ་ཁྲག་ཐལ་ཁྲག་བད་ཀན་ནི། ལུས་རྩལ་དེ་འདྲ་རྩི་ཡིན་ན་དཔེར་ན་རླུང་གི་ན་ཚ་ཡུལ་འགྱོགས་དང་འཁྲིག་པའི་ན་ཚ་དེ་འདྲ་ཡིན་ན་དཔེ་སྣོད་དྲུག་གོ་འཁྲིག་པའི་ནད་ལ་བསིལ་སར་དལ་བ་དེ། མཁྲིས་པའི་ན་ཚ་ཡུལ་འགྱོགས་དེ་ཚོ་ཡིན་ན་ཕོ། ལྷོད་པོ་ཆེ་འདེད་དགོས་ཆེ་ད་ག་འདི་འདྲས་ཀྱི་ལུས་རྩལ་འདི་ཚོ་ཕན་པོ་ཡོད་རེད་ཟེར་ཡང་པས་ཤུགས་ཆེན་པོ་འདི་འདྲས་བྱས་ནས་ཨོ་ཐེ་དྲག་ལོག་ནས་ཨེ་ནི་འདི་གི་ཨེ་ནི། ལས་མ་རུང་པ་ཕན་པའི་གི་ལས་ཀ་དེ་མ་བྱས་པ་བྱས་མ་རུང་གི་དོགས་འཇོག་གི་ལས་ཀ་བྱས། ཨོ་དེ་ནི་རྒན་རྒན་འཁོག་དེ་འདྲས་མི་རྒན་འཁོག་ཆ་འགྱོད་དེ་ཚོ་ལུས་རྩལ་ཤུགས་ཆེན་པོ་རྒན་ཕྱི་རྒན་འཁོག་དང་བྱིས་པ་སྤུ་གུ་ཆུང་ཆུང་དེ་ཚོ་དང་མཁྲིས་པའི་ན་ཚ་ཡོད་འགྱོད་དེ་ཚོ་ཨོ་དེ་ཚོའི་གི་ལུས་རྩལ་རིགས་དེ་ཚོ་ཤུགས་ཆེན་པོ་དང་འདི་འདྲས་བྱེད་འགྱོད་མ་དུས་རྒྱུན་དུ་ཨེ་ནི་ག་ལི་ག་ལི་ལ་ཨེ་ནི་དལ་པོ་ལྷོད་པོ་ཆེ་ནས་འདི་འདྲས་དེ་ག་ལི་ག་ལི་ལ་རྩོལ་བཅག་ཐོག་ནས་བྱེད་དགོས་རེད་མ་གཅིག། དཔེ་ཞིག་གིས་བལྟ་ན་ཤིང་དཔེ་ཤུགས་ཆེན་པོ་དེ་འདྲ་བྱས་ན་ཨེ་ནི་ནུས་གོ་བ་སྟེ། ཧོ་ཨ་ནི་གཅིག་གིས་གར་བཙལ་ན། ད་གང་འདོད་དུ་ཨ་ནི་གཅིག་གིས་གར་བཙལ་བས། སྣུམ་པ་ལ་སོགས་པ་དེ་ཚོ་བསྟན་པ་དང་སོགས་པ། ད་གང་ན་ཤིང་གི་གན་གོས་དང། བད་ཀན་གྱི་ན་ཚ་ཡུལ་སྐྱོགས་དེ་རྒྱག་གི་ཨེ་ནི་དབྱེ་བ་ཡག་པོ་ཆེ་གོ་རེད་བད་ཀན་ན་ཚ་དེ་རྒྱག་ཡུལ་སྐྱོགས་དེ་ཚོ་ཡིན་ན། ཨ་ནི་རྩོལ་བ་གིས་བཅག་ནས་པའི་ཤ་དཀར་པོ་རྒྱག་པ། གཅིག་གིས་ཁྲག་རྩིས་མང་པོ་འཕེལ་ཏེ་རྒྱོ། ད་ནི་སྤྲིན་པ་ལྔ་རྒྱུ་ན་ཚ་ཡིན། པས་རྩོལ་བྱ་ཡག་པོ་བྱས་གོམ་པ་ཡག་པོ་རྒྱབ་ཁ་ལག་ཉུག་ཉུག་ས་ཞིབ་བོ་བྱས་བོར། ད་ནི་ཤིང་གི་རྒན་མགོ་དེ་ཚོ་དང་སྤུ་གུ་དེ་ཚོ་དང། གཟུགས་པོ་སྐམ་པོ་དེ་འདྲས་དང་བློ་ཅུང་ན་ཚ་ཡི་གྱོ་དེ་ཚོ་ཡིན་ན་ཁྱོད་ནི་ཕྲུག་སྐྱུག་ཡོད་མ་རེད་ཅེས་དང་ཐོས་ལོས་བྱས་ནས་བསྡད་བོ་རེད་གསུངས་གོ་རེད། ད་ནི་ད་ང་ཚོ་གིས་དྲི་ཆིས་མཁན་བྱས་བོ་རེད་དྲི་ཆིས་བསྟན་ཚེ་དེ་ནི། སྲུབ་གུ་བཀྲུས་ཟོག་པོ་བཀྲུས་པས་ཞིབ་བོ་ལ་ཨ་ནེ་ཅིག་གིས། དྲི་ཆིས་བྱས་ཡིན་ན་ཨ་ནེ་ཅིག་བད་ཀན་མ་བསྲེས་ནས་ཟོག་པོའི་ནང་གི་ད་ང་ཚོའི་ལ། བ་སྤུའི་སྤུ་ཁ་བྱི་བ་ས་ཡ། བ་པི་བུ་ག་བྱི་བ་ས་ཡ་གཅིག་ཡིན་ན་གཅིག་རེད་ད་ད་ཁྲིག་དེ་ཏག་ཏག་བསྡད་ཡོད་ན་ག་ཚོད་བ་པི་བུ་ག་བྱི་བ་ས་ཡ་ཡོད་རོགས་འོ་དེ་གས་ཚང་མ་གས་ཨེ་ནི་ནང་ལ་ད་རླུང་ད་ཅི་གས་ཞག་རྩི་ད་འདི་ཡོད་རོགས་ད་དེ་ཚོ་ཁྲིད་ཁྲིད་བྱས་ན་ཨེ་ནི་ཕན་འགྲོ་གོ་རེད་དེ་གས་ག་རེད་བུ་ག་བསང་ཡས་ལ་སོགས་པ་དེ་འདྲས་བྱས་ཁྲིད་ཁྲིད་བད་གས་བསད་ཅིང་ཚིག་ཆུ་ལ་ཨ་བད་གས་ད་ཚོ་བསད། ཚིག་དེ་ཚོ་དཔེ་རྒྱག་པ་བྱེད་མཁན་ཚོ་ཚིག་དེ་ཚོ་ཉུང་རུ་ཕྱིན། ད་སྔས་མ་ཡིན་ན་ང་ཚོ་གི་སད་མག་གི་ཕྱི་མ་དེ་འདྲ་བོད་ལ་ཨེ་ནི་ཟོག་པོ་སྤྲོད་ཟོག་པོ་སྤྲོད་པའི་ཞུགས་ལ་སད་མག་སད་མག་གི་པགས་པ་བཤུས་ནས་སད་མ་དཀར་པོ་དེ་གི་ཕྱི་མ་དེ་ཨེ་ནི་བྱུག་ནས་ཨེ་ནི་དེ་བྱེད་དགོས་རེད་དཔེ་ཡག་པོ་ཡོད་ས་རེད་དེ། ད་ཡིན་ས་དེང་སང་ཨེ་ནི་བོད་པུ་གུ་ཆུང་ཆུང་བྱུག་ཡོད་པོ་འདྲ་ས་དེ་དཔེ་ཡག་པོ་འདུག་ཨོ་དེ་ཚོའི་རིགས་དེ་ཚོ་དཔེ། གྲུ་པའི་དེ་ཚོ་ལས་ཡག་ག་ཕལ་ཆེར་ཕལ་ཆེར་ཡག་ག་ཡོད་ས་རེད་བྱེད་སྟངས་ཨ་འདི་བྱས་ན་ཕན་ཡོད་ག་རེད་ཟེར་ན་སྟག་པ་གསལ་པོ་བྱས་ཡོད་དང་གཟུགས་པ་ལྤགས་པའི་ནང་གི་དེ་ནས་གཅིག་གི་ཨ་ཞག་ཙིག་པུ་གཉིས་ཀྱི་རྒྱབ་ཚགས་མ་དོན་ཡོད་དང་ཨ་གཅིག་གི་ཡན་ལག་དེ་ཚོ་བརྟན་པར་བྱས་བ་བྱས་ཡོད་ལ་སོགས་པ་ཨ་གཅིག་གི་ཤམ་ཐོག་ཡག་པོ་བྱས་ཡོད་ལ་སོགས་པ་འོ་དེ་འདྲ་ཡིན་དུ་ཟེར་ན་དྲི་ཆིས་ཟིན་དེ་ངེས་པ་ངེས་པ། ཚོ་བྱེད་དགོས་རེད། བྲིས་རྗེས་བྲིས་རྗེས་ཟེར་མཁན་དེ་བྱས་བྲིས་རྗེས་ཟེར་མཁན་དེ་བྱེད་སྟངས་འདི་ད་དེང་སང་གི་དེ་ཚོ་བྱས་བྱས་ཁྲུས་བསྐྱར་བྱེད་དགོས་ལ་ཨེ་ནི་བྲིས་རྗེས་བྱས་ནས་ཨོ་ཨེ་ནི་གཅིག་གི་རྩམ་པ་དཀར་པོ་དེ་འདྲས་ཀྱིས་ཨེ་ནི་སོག་པོའི་ནང་གི་གྲགས་པ་དང་འདིའི་པ་རག་གི་ཚི་ལུ་དང་དེ་ནས་ཡང་གྲགས་པ་མེན་པོ་གཞན་དག་འདི་དུས་ཡན་ཡོད་རེད་ཨོ་དེ་སྐད་དུས་ཡན་ར་བྲིས་རྗེས་ཟེར་མཁན་དེ་དཔེ་ཕན་ཡོན་ཆེན་པོ་ཡོད་པ་བྱས། ཨོ་ད་ཁྲུས་ནི་རོ་ཚ་དྲོད་ཐོབ་ཚི་དང་གིས་ཟེར་ཁྲུས་སོག་པོ་ཁྲུས་རྒྱག་ཡོད་ད་དཔེ་གལ་ཆེན་པོ་རེད་ད་ཨིན་འཛམ་བུ་གླིང་གི་ནང་ལ་རང་ཚོ་བོད་དེ་དངོས་གནས་རྗེས་ལུས་མང་པོ་ཞིག་ཏུ་བ་བོད་ཀྱི་ས་ཁུལ། ད་བོད་རེད། ད་ལ་དྭགས་རེད། ད་ཅིག་ག་ཚོད་རེད། ཧི་མ་ལ་རི་རྒྱུད་མང་ཆེ་ལ་ཆུ་ཡག་པོ་ཞུ་ཨེ་ད། ལུང་པ་ཚང་མར་ཆུ་ཡག་པོ་བཙུགས་ད་སིམ་ལ་ཁུ་ནུ་མ་ན་ལི། ད་ནང་བཞིན་ཀ་ལོན་པུ་དར་ཅི་ལིང་དེ་ཚོ་གི་ལུང་ཁུག་ཕུ་ཕུ་ཕུ་དེ་ཚོ་ལ། ད་ནང་བཞིན་ཨ་རུ་ན་ཅལ་ཤར་ཁུང་པུ་འུམ་ལ་ཙུམ་ལ་ལི་མི་དུ་བ་ནི་བོད་མང་ཆེ་ལ་བོད་མང་དུ་མི་ཁམས་སོང་གྲབས་ཅིག་ལ། ལུང་ཁུག་དེ་ཚོ་ཆུ་ཡག་པོ་རྒྱག་ཨེ་ད། ཤེལ་ཆུ་བོད་པོ་ཞི་བུར་དར། རྒྱ་མི་དང་འཛམ་བུ་གླིང་གི་མི་རིགས་སྐྱོ་བོ་དེ་ཚོ་སྤང་གོ་ག་འདྲ་བྱས་ནས་གྲགས་པ་བྱེད་འོ་མི་འདུག་ཨ་རེ་ཙོ་རེ་ཙོ་མ་ཞིག་དཔེ་རེ་ཙོ་རེ་ཙོ་མ་ཞིག་ཤེས་དཔེ་མི་སེ་བའི་གི་གཙང་མ་འདུག་ཨ་མང་ཆེ་རྒྱ་མི་དེ་ཚོ་སྐྱོ་བོ་དེ་ཚོ་ཟ་ཡ་ཁྱོད་མི་སྐྱོ་སྤང་གོ་ཙོ་ཞིག་དུག་ལོ་རྣམས་ལ་གྲགས་པ་ཁྱོད་ཡོང་མ་རེད་ཁོ་རང་ཚོ་དཔེ་སྐྱོ་བོ་ར་སྐྱོ་དད་ཁོ་མ་རེད་ད་རང་ཚོ་གི་དཔེ་བོད་ཡིག་དེ་ཚོ་གྲགས་པ་ཞུ་ཆོག་ར་སྣུམ་བུ་དེ་གྲགས་པ་ཞི་བུ་དེ་གཅིག་ཞག་ཚིལ་དང་དེ་འདྲ་དོན་འགྲེལ་ལས་ཁ་ཚེ་གཉིས་ནས། ཁྲུས་མང་པོ་མ་ཁྱབ་བྱས་ད་ཅིག་གི་པས་ཁྲུས་ཟིན་ཏེ་གལ་ཆེན་མོ་བཞི་བོ་ཅི་རེད། ཚེ་ཚང་ཁ་ཁྲུས་ཟིན་ཏེ་གི་ག་རེ་དཀའ་ཚེ། ཁྲུས་ནི་རོ་ཙག་དྲོད་སྟོབས་ཚེ་ཐམས་ཀྱིས་ཚེ་ཁྲུས་གི་ག་རེ་ཚེ་ལོན་ཚེ་ན་གཙོ་བོ་རོ་ཙག་སེ་དུས་ཚེ་ལོན། ད་དེ་གཅིག་བོ་རེད་ག་ས། ད་ལྟ་གོང་དུ་ཤེས་ཡོད་ན་ཅིག་ཉེ་པོ་ཆེ་གི་ད་ཕོ་མོའི་གི་དྲི་བ་ཡོད་ཡ་དང་མི་རྒྱུད་ཡག་པོ་ཕི་ཡ་དང་དེ་ཚོ་ལ་ཕན་ཐོག་ཆེན་པོ་ཡོང་ཡོང་གི་ཡོད་རེད། ཨ་ནི་ད་གང་དེ་ན་ཅིག་གི་དྲོད་དང་སྟོབས་སྐྱེད་འགྲོ་གི་རེད་ནང་ལ་སོ་སོའི་གི་ཟོག་པོའི་ནང་ལོག་གི་ཁྱི་ལ་ཨ་ནི་ཆུ་གྲང་མོ་གི་ཁྲུས་བརྒྱབ་ན་ནང་གི། སོག་པོའི་གྲོས་དང་སྟོབས་དེ་ཚོ་ཡར་འབར་འགྲོ་གི་རེད། དེ་རེད་དུ་ང་ཚོའི་ཞིང་དེ་ཚོ་དཔེ་ཚ་བ་ཆེན་པོ་ག་ལ་ཆུ་གྲང་མོ་བཏང་ན་དྭངས་སང་སྟོན་ཐོག་ཡག་པོ་སྐྱེ་ཡོང་གི་གདའ་གོ། མའོ་ཀྲུའུ་ཞིས་སྔན་མ་དེ་འདྲས་བཤད་ཡོད་རེད། སྐྱེ་དངོས་ཐམས་ཅད་ཚ་བ་ཉི་མར་བརྟེན་སྦྲང་ཆར་ཟིལ་མའི་རླུང་གིས་མྱུ་གུ་རྒྱས་ཟིན། འོ་དེ་ནང་བཞིན་འདྲ་ཅི་རེད་གདའ་ག་ན། ཆུ་དེ་གས་རྒྱབ་ཡིན་ན། རོ་རྩ་བ་དང་ཚད་དང། སོ་སྤུས་ཀྱི་ཚད་རིང་དུ་འགྲོ་བ་མི་བསྟེན། སོ་སོའི་དྭངས་དང་སྟོབས་སྐྱེ་བ། སྟོབས་དེ་ཚོ་ཡང་སྐྱེ་ཡོང་ངེས་དང། འོ་དེ་གཡག་མོའི་སི་ཏུ་ཚ་ན། ད་གཡག་བ་སི་ཏུ་ཚ་ན་དེ་དེ་ག་ཚ། ཟབ་དྲུག་རྒྱག་གི་སི་ཏུ་བ་དེ་ཚང་མ་ཡིན་ནག་པོ་ཆེ་ཟབ་དྲུག་རྒྱག་གི་ཏུ་གཅིག་གཅིག་ཅིག་སི་ཏུ་བ། ད་གཙོ་ཆེ་ཁྲུས་མ་རྒྱབ་གི་ནས་བྱེད་དགོས་རེད་ཟོག་པོའི་ནང་ལ་ཨ་ནི་དངུལ་ནག་མང་པོ་ཞིབ་བཅོས་ཡོད་རེད་བ་དངུལ་དེ་ཚོ། ཟོག་པོ་གཡག་ནི་གཡག་བ་སི་ན་ཟེར་ཟབ་དྲུག་ལམ་པ་དེ་འདྲ་གཡག་བ་དང་ཨ་ནི་དངུལ་བ་ད་རེ་ལྷག་པར་དུ་མི་སེམས་དག་ལ་རེ་དྲི་མ་ངན་པ་ཁ་བ་ལ་སོགས་པ། འོ་དེ་འདྲ་ཚང་མ་དེ་སྐད་ཚང་མ་ཨ་ནི། པར་ཁྲུས་བརྒྱབ་པའི་གི་མེད་པ་ཆགས་འགྲོ་བ་རེད། ད་ནི་ཅིག་ཟོག་པོའི་ནང་ལ་ཨ་ནེ་ཅིག་གི། ཁ་བསྐུམ་ཡས་ལ་སོགས་པ་ཟོག་པོ་ཉབ་ཡས་ཉོབ་པོ་བྱེད་ཡས་ལ་སོགས་པ། ཟོག་པོའི་ནང་ལ་ཚ་བ་མང་པོ་སྐྱེས་འདུག་ཨོ་དེ་ཚོ་ཁྲུས་མང་པོ་བརྒྱབ་ན་ཨ་ནི་དེ་ཚོའི་གི་ཡལ་འགྲོ་བར་བྱེད་ད་འདི་ཡིན་དུས་ཚོད་དུས་རྒྱུན་དུ་ཁྲུས་ལ་འབད་དེ། གཙང་སྦྲ་ཁྲུས་ལ་འབད་པས་ལུས་ཀྱི་དྭངས་སྟོབས་རྒྱས་ཆོག་ཟེར་ནང་བཞིན་བྱས་ཚེ་གཙང་སྦྲ་ཁྲུས་ལ་འབད་དེ་དཔེ་གལ་ཆེན་པོ་རེད། ཨོ་དེ་ནས་ད་ཁྲུས་ནང་ནས་ཨ་ནི་ཆུ་གྲོ་མོ་ལ་སྒོ་བཀྲུས་ན་ཁ་བྲལ། སྒོ་དང་ཟོག་པོ་བཀྲུས་ན་ཆུ་གྲོན། ཆོ་འཕྲུལ་སྒོ་སྤྲུལ། སྟོད་མིག་སྟོབས་བྲོ་བ་ཡིན་ཟེར་ཆུ་ཆུ་གྲོག་མ་ལ་སྒོ་སྤྲུལ་བ་ཡིན་ན་ཨ་ཟོག་ཕུད་ཀྱི་སྟོབས་དེ་ཚོ་མ་འཕྲོག་འགྲོ་གི་ལུས་སྟོབས་དེ་ཚོ་ཉམས་འགྲོ་གི་རེད། ཆུ་གྲང་མོ་ནང་ལ་སྤྲུལ་ཡོད་དེ་གལ་ཆེ་ཤོས་རེད་ཆུ་གྲང་མོ་རབ་བྱུང་ན་གྲང་མོ་གྲང་རྐྱང་ཡག་ཤོས་རེད་མ་བྱུང་ན་ཡང་ནི་གཅིག་གི། ཆུ་ཏེ་ཚོ་མ་ངར་ཆགས་ཚོ་མ་བྱེད་ཆུ་ཚ་བོ་ཚ་བོ་ནང་ལ་སྤྲུལ་ན་དེ་གས་གཙོ་བོ་སྐྲ་མང་པོ་ཕིག་གི་རེད་མི་ཁ་ཤས་སྐྲ་ཞེ་བོ་ཕིག་ཟེར་དང་མང་པོ་ཞིག་སྐྲ་ཕིག་ཡས་ཚང་མ་ཆུ། ཆུ་དྲོ་མོ་ལ་ནི་སྒོར་བྲུས་ན་ཨེ་ནི་སྐྲ་མ་འཕེལ་འགྲོ་གི་རེད། ཁ་ནང་བཞིན་དུ་སྐྲ་འཕེལ་བ་ཙམ་མ་བྱས་པར་མིག་གིས་མིག་གི་ནུས་པ་ཉམས་འགྲོ་གི་རེད། མིག་གིས་མིག་ལ་མིག་སྲན་ཏེ་མིག་ནི་མེད་རེད་ཅེས་བད་ཀན་གཅིག་བྱས་ཏེ་མིག་གིས་མིག་དེ་མེད་རེད་ཅེས་བད་ཀན་གཅིག་མཆིལ་མ་ཚ་ཆེན་དེ་གཤམ་ལ་འདུས་གིན་ཡོད་རྒྱུར་བད་ཆེན་བྱས་ཙང་ཁ་མིག་གི་ནུས་པ་དེ་ཚོ་ཚང་མ་ཉམས་འགྲོ་གི་རེད་མིག་གིས་མིག་སྲན་དེ་ལ་ཆུ་བྱུགས་ན་ཆུ། གྲོག་མ་བྱུང་ན་དཔེ་ནོན་གི་རེད་ཆུ་གྲང་མོ་བྱུང་ན་ཕན་འགྲོ་གི་རེད་ཚེ་ཐག་དེ་ཡིན་དུས་ཚེ་ན་མིག་གི་སྟོབས་འཕྲོ་གི་རེད་སོག་པོའི་སྟོབས་འཕྲོ་གི་རེད། རེད་ཤག་ཆུ་ཁ་ཤས་མི་ཁ་ཤས་དཔེ་སོག་པོ་ཆུ་གྲང་མོ་ལ་བཀྲུ་ཐུབ་མཁན་རེད་འདུག་དེ་ཚོ་དཔེ་སོག་པོ་ཡག་པོ་ཡོང་གི་འདུག་དཔེ་དགུན་དགའ་ཨ་རང་ཐང་རང་ནས་སོག་པོ་བཀྲུ་ཐུབ་གི་འདུག་ཨ་ཆུ་གྲང་མོའི་དཀྱིལ་ལ་དཔེ་ཞོགས་པ་ལྔ་པོ་དེ་འདྲེན་ཚེ་ཐག་དེ་ཚོ་དཔེ་སོག་པོ་ཡག་པོ་ཡོང་གི་འདུག་ཚེ་ཐང་དེ་ཡིན་དུས་ཚེ་ན་ང་རང་ཚོ་ཆུ་ཆུ་གྲོག་མོ་ཚ་བོ་ཚ་བོ་དེ་འདྲ་ལ་སོག་པོ་བཀྲུ་རྒྱུ་འོ་མ་རེད་དུས་རྒྱུན་དུ་ཆུ་དེ་ཚོ་གྲང་དུ་དེ་འདྲ་ལ་སོག་པོ་བཀྲུས་ན་ཕན་ཐོག་ཆེ་ཡོད་རེད་ལ་སོག་པོ་ལ་སྨན་ནུས་ཚ་ཡོད་རེད། ཨོ་དེ་འདྲའི་འཕྲུལ་དགོས་རེད་དེ་ཡང་དེ་གི། ད་ཡང་སྟག་ལྤགས་ཡོད་ཚད་ལ་འཕྲུལ་ཡ་ཡོད་མ་རེད་ལྷག་པར་དུ་ཆུ་ཚ་པོ་དེ་ཚོ་གི། ཅིག་གི་སྤྲུལ་ཡོད་ན་ཚད་བེད་ཀི་འཕྲུལ་དེ་བས། འཕྲུལ་དགོས་མ་བཤད་དེ་ནི་དུ་བ་ཚད་འཕྲུལ་དང་གྲང་འཕྲུལ་ཚིག་འཕྲུལ་ཡ་ལ་གཉིས་ཡོད་རེད་ཨོ་དེ་འདྲའང་ཚད་བེད་འཕྲུལ་དེ་ལ་འཕྲུལ་དགོས་བོད་དེ་ཡ་ལ་དང་ཆམ་པ་ཆམ་པ་རྒྱབ་དེ་ལ། ཕོ་བ་ན་ལ་ཁ་ཨ་མ་ཤུ་བ་བྱས་ནས་ཨེ་ནས་ཅིག་གཅིན་པ་དང་བཙོག་པ་ན་ལ། ཁ་ལག་གི་ངོ་བོ་རང་བཞིན་དང་འདྲུ་ཡ་ལ་སོགས་པ། ཡ་ཁ་ན་འདྲི་ཁའི་དྲི་མ་ཁ་དུས་དེ་འདྲ་ཁ་ལག་གི་དྲི་མ་ཁ་ཡ་ལ་སོགས་པ། ཨོ་དེ་ཚོའི་རིགས་དེ་ཚོ་གི་ཨེ་ནས།

ན་བ་ཡིན་རྒྱུ་དང་དེ་ཚོ་གིས་དང་ལྷག་པར་དུ་ཁ་ལག་ཟས་ཚ་ཚུ་ལ་ཁྲུས་བྱ་རྒྱུ། ཁ་ལག་ཁྲུས་ཁ་ལག་ཟས་ཁ་ལག་སྐྱག་རྫས་ཟས་ཨེ་ནས་དེ་ཁྲུས་བྱས་ན་ཨ་པད་མ་སེ་པི་གནོན་གི་རེད་གཉིས་ཁ་ལག་ཟས་ནས་ཨེ་ནས་དེ་གནས་སྐབས་སྒུག་པ་རེད་བྱུང་ན་ཁ་ལག་མ་ཟས་སྔོན་ལ་ཁྲུས་སྐྱབས་དེ་གས་གཙང་མ་བྱས་ཨ་ཤི་ནས་ཁ་ལག་ཟ་ན་ཨ་དེ་སོག་པོ་ལ་འཕྲོད་བསྟེན་ཡག་པོ་ཡོད་རེད་ཞི་བའི་ཆད། པོ་ཏི་གཤམ་འདིར་ཐོན་སོང། ད་མིག་གི་མིག་གི་གསུང་གསུང་གཏམ་རེ་མིག་ཟིག་ངས་བརྗོད་ར་མིག་གི། ཨ་མིག་གསུང་སྟངས་འདི་ལ་ད་མིག་ནི་མེའི་རང་བཞིན་བད་ཀན་ཇི་ཡིག་ཟིག་ཏུ་ཐོན། ཨ་མིག་གི། ནང་ལ་ད་ག་རེ་མིག་ཟིག་ངས་འདི་གི་རང་བཞིན་འདི་བད་ཀན་རེད་བད་ཀན། ཨ་དེ་ཡིན་དུས་ཟེར་ན་ཨ་ནི། ཅིག་མིག་མིག་ལ་ཨ་ནི་ཅིག་གི་ག་ཚོད་རེད། ཨ་བྱ་བ་སྤྱོད་ལམ་ན་ད་མིག་དེ་ག་ཚོད་རེད་བད་ཀན་གི་རང་བཞིན་ཡིན་དུས་ཟེར་ན་བད་ཀན་དེ་གི་གང་ལ་ག་རེ་རེད་ད། གཞན་དག་ཅིག་ག་རེ་ཡོང་ན་འདི་ཅིག་གི་རེད། སྐྱོན་བྱུང་གོ་རེད། བད་ཀན་འདི་གྲང་བ་རེད་འདིའི་སྒང་ལ་མེ་བྱུང་ན་གནོད་གི་རོ། དཔེར་ན་དཔེ་འདི་འདྲ་ཟེར་མིག་ནས་མེའི་རང་བཞིན་བད་ཀན་འཇིག་ཟེར་ན་འཇིག་པ་ཟེར་ན་མེད་པ་ཆགས་དྲགས་མིག་འདི། མིག་འདི་མེའི་རང་བཞིན་བྱས། ད་འདིའི་སྒང་ལ་བད་ཀན་བྱུང་ན། ཨ་ག་དུས་འདི་མིག་ཆུ་འཛག་གི་འདུག་ཨ་མིག་ཆུ་འཛག་གི་འདུག་ཨ་དེ་འདྲ་ཡིན་དུས་ཟེར་ན། མཆི་མ་འཛག་བྱས་ནས་ཟེར་མིག་ཆུ་འཛག་གི་འདུག་ན་མཆི་མ་འཛག་གི་འདུག་ན། སྐྱི་བལ་ག་འདྲ། མིག་མེ་སྐྱེར་ག་འདྲ། རྟག་ཏུ་ཞོ་ཚོན་ལོན་ཏེ་ཉེ་རིང་ལུགས་སུ་བལྟས་ན། ད་སྐྱེར་པའི་ཁ་འདྲ་ཟིང་རེད་འདི་འདྲས་རེད། སྐྱེར་པ་སྐྱེར་པ་ཤིང་སྐྱེར་པ་ཟིང་མཚན་མ་ཡོང་རྒྱུ་བཟོ་མཁན་བྱོས་རེད་མི་ཏོག་སེར་པོ་བྱེད་མཁན་བྱོས་རེད། ད་སྐྱེར་པ་ལ་རིགས་མང་པོ་ཡོད་རེད་སྐྱེར་པ་སྐྱེར་པ་རིགས་མང་རེད་སྐྱེར་གོས་ཟིང་ད་སྐྱེར་པ་མང་པོ་ཡོད་རེད་ད་ཡིན་ན་སྐྱེར་པ་ད་སྨྱོན་པ་ཡག་ག་ཅིག་འདུག་ཨ་འོ་འདི་ཚོ་བཅད་བཅད་ནས་ཨ་ནི་སྐྱེར་པའི་གི་དྲེག་པ་འདྲ་ཅིག་ཕ་ཅིག་ཕ་པགས་པ་ཅིག་ཤུ་ཡོད་རེད་འདི་ཅིག་ཤུ། ད་འདིའི་འོག་འདི་ལ་ཨ་ནི་བར་ཤུན་ཟེར་སེར་པོ་ཅིག་ཡོད་རེད་འོ་འདི་བར་ཤུན་འདི་ཚོ་བླངས། དེ་ཚོ་བཀོག་ནས་ཨ་ནི་གཏུབ་གཏུབ་ཟེར་ཨ་ནི་གཏུབ་ནས།

ཨ་ནི་མིག་དེ་དཔེ་ཡག་པོ་མིག་ཡག་པོ་སྲུང་སྐྱོབ་ཐུབ་བོར་བྱེད་ད་ང་དེ་ཡིན་དུས་ད་ནི་མིག་ལ་ཤུགས་རྒྱས་ད་དེ་འདྲ་བྱེད་ད་དེ་འདྲ་འདྲ་མིག་ཟེར་མཁན་དེ་མིག་དེ་མེའི་རང་བཞིན་བྱས་དེ་ལ་བད་ཀན་མང་པོ་བྱས་ན་ཨ་ནི་ཆུ་དོན་ཡོང་གི་རེད་བད་ཀན་གཅིག་བརྩིགས་ད་བད་ཀན་གྱི་ཕ་གི་འཇིགས་འགྲོ་འཇིགས་པ་ཟེར་ན་ཟས་བི་ཏིན་དར་བ་སྤེན་ན་དེ་འདྲ་བ་བྱེད་རེད་ད་ག་ནི་རླུང་པ་གཅིག་ལ་འཁྱག་པ་ཆེན་པོ་བྱས་དེ་ནི་དེ་དྲོད་བཏང་ནས་ཨ་ནི་གཅིག་རླུང་བུ་རྒྱབ་ཉི་མ་ཤོས་ཟེར་ན་ཨ་ནི་དེ་ནི་མ་ཆུ་དོན་ཡོང་ད་ཨོ་དེ་གང་ད་དེ་ཚོ་བྱུང་ཡོང་ད་ཨོ་དེ་ནི་མིག་གི་རླུང་པ་དེ་ལ་ཨ་ནི་གཅིག་བྱུང་བ་དེ་རྒྱ་མ་སྤྲོས་པ་དེ་འདྲ་མང་པོ་ཡོང་ན་ཨེ་འགྲིག་གི་མ་མིག་ཆུ་དོད་ཡོང་གི་རེད་མིག་གི་ནུས་པ་དེ་མ་ཞུ་ནས་ཉམས་ཡོང་གི་རེད་ཨེ་མིག་ཆུ་འཛག་ཡོང་གི་རེད་འོ་དེ་འདྲ་ཟེར་ན་ཨེ་ནི་མིག་སྨན་སྐྱེར་གང་འདྲ་བཏགས་ཏེ་ཤ་ཚུན་ཉིན་ཚེ་ཉེ་རེ་ལོགས་ཟེར་ཨེ་ནི་འོ་དེ་མིག་གི། ད་དུས་རྒྱུན་དུ་གློ་བུར་ཅིག་རྫ་བྲག་ཡོང་ཡུལ་ལ་གློ་བུར་གྱི་ནད་ལྔ་ཟེར་གྱིན་བྱས་པ་རེད་གློ་བུར་གྱི་ནད་ལྔ་དེ་གག་པ་དང་ཕོ་ལོག་དང་ཉལ་ལོག་དང་ལྷོག་པ་ཟེར་གྱིན་བྱས་ད་དེ་ཚོ་དེ་ཚོ་འདི་གའི་རིགས་འདྲ་ཡོད་རེད་ད་དེ་ཚོ་ནམ་རྒྱུན། སྐྱུག་པ་སྐྱུག་ཡས་དང་ཕོ་བ་གི་རླངས་འདབ་མཉེན་ཡས་དང་མྱ་སྐྱོ་ཡས་ལ་སོགས་པ། ཕོ་བ་ཚ་དྲག་གི་མཁྲིས་ཀྱི་རིགས་དྲུག་ཡས་ལ་སོགས་པ་དེ་ཚོའི་རིགས་ལ་གློ་བུར་ནད་ལྔ་སྲི་བ་རེད། ནད་ལྔ་སྲི་དོད་ཟེར་ན་ཁོ་ག་རེ་ཟེར་ན་རྟ་གྲུམ་བུ་འདྲ་བོ་ཞིག་འདི་འདྲ་གི་ན་ཚ་དང་གཞན་དག་ན་ཚ་དེ་ཚོ་ཡིན་ན་ཧོ་ཕོབ་ལ་གས་ཉེས་ཡོད་མ་རེད་ཁོ་ནི་དུས་ཀྱི་འདུ་ན་བསྡད་ཀྱི་རེད། རྣམ་ཤེས་དང་ཁ་ལག་དེ་འདྲ་འདུར་ཅིག་ན་འདུར། ད་ཡིན་ནའི་ན་ཚ་ཧམ་ཐག་གིས་གོང་གི་ན་ཚ་དེ་ཚོའི་རིགས་དེ་ཚོ་ཧོ་ཕོབ་ལ་ཡོང་གི་རེད་ཟེར་ན་ཁྱེད་དང་ནང་པ་ནད་ཚ་དེ་ཚོ་ལ་དཔེར་ན་ཅིག་འདི་འདྲ་ཡོང་གི་ཡོད་ན་དེ་ཡིན་གཅིག་མིན་གཅིག། དེ་ལ་རྟོག་པའི་གིས་སོ་སོའི་གིས་ཡང་ཅིག་ག་རེ་བཀུར་གི་ཡོད་ན་དུག་ལོ་ད། ད་སྨན་བཅོས་སོགས་ཆུང་ཆུང་ཆུང་ཆུང་སོ་སོའི་གིས་སྟབས་བདེ་བའི་གིས་སྤྱོད་ལམ་འདྲ་ཡོད་ར། འོ་དེ་ཚོ་ཟབ་ཟབ་ཅིག་སློབ་བུའི་ནད་གིས་ཇག་པ་སྲུང་སྟངས་ཟེར་བ་ད། སློབ་བུ་ནད་ངན་དགྲ་ལ་སྐྱེལ་མ་དེ་རྟག་ཏུ་གཅིག་ལ་མ་གཉིས་ཁོད་སྙོམས་བྱས་དེ་རྟག་རྟག་ནས་རྩ་དེ་རྟག་ཏུ་དྲན་པ་གཉིས་ཆོག་སྡུག་བསྔལ་སེང་བྱས་རེད། འོ་དེ་ག་རེ་བཟོ་དགོས་ཟེར་ན་སློབ་བུའི་གིས་ནད་གིས་ནང་ལ་ཇག་པ་བཙུན་ཡས་དེ་ལ། ཨ་ནེ་ཅིག་གིས་སློབ་བུའི་གིས་ནད་གོང་དུ་ཞུས་པ་གིས་ནད་དེ་འདྲ་བུ་བྱུང་ན། ཨ་ནེ། དེ་འདྲ་རེད་འདོད་ཟེར་ན་དེ་ལ་ཕ་ཨ་ནེ་ཅིག་གིས་འཐབ་རྩོད་བྱེད་ཡས་གིས་ཨ་ནེ། སོ་སོའི་གི་ལུས་ལ་དེ་འདྲའི་རྩ་ལག་ཆུང་ཆུང་དེ་འདྲའི་ག་རེ་ན་གི་ཡོད་ན་དེ་ལ་དཔག་པའི་ཁྲག་ཤེད་འདྲ་བོ་ཡིན་ན། ཁྲག་ཤེད་ཁྲག་དེའི་དཀྲུགས་མཁན་གི་རྒྱལ་སྲས་རུ་སྲ་འདྲ་ཡིན་ན། བསམ་ནོར་དང་ཨ་ཁ་སོང་ཟིན་པའི་དུས་རྒྱུན་དུ་དུ་བ། བ་གུག་དང་ཁུག་མ་དེ་ཚོའི་ནང་ལ་ཁྱི་བཀོལ་དེ་གལ་ཆེན་པོ་རེད། རྟགས།